རྟ་ཕོ་གླིང་བ་དྲུག་བྲིས་པའི་ལན་རིམ་གཟིགས་སྙན་གྱི་ཕྱི་ར་བྱིས་པའི་ཁ་བ་གངས་ཅན་པ་ཚང་མ་ལ་གང་དྲོ་བདེ་ལེགས་ཞུ་གི་ཡོད། ད། ཉེ་བའི་ཆ་ལ་བོད་ནང་ལ་རྒྱ་ནག་གིས་ད་ནད་ཡམས་ལ་ཁ་གཡར་ནས། ལྷ་ས་ཚུད་པའི་བོད་མི་རྣམས་དེ་ནས་བཙན་བཀག་དང་ད། དབྱེ་འབྱེད་ཀྱི་འོག་ནས་ད། བོད་མི་མང་པོ་གཅིག་གི་རང་སྲོག་གཅིག་གི་བར་གྱི་གནས་སྟངས། དང་འབྲེལ་བའི་ཐོག་ནས་ངས་འདི་སྔོན་མ་གི་གཉེན་བྱེད་ཀྱི་ནང་ལོགས་ལ་ད་བོད་མིའི་རང་སྲོག་བཅད་པའི་ལོ་རྒྱུས་རིང་མོ་ལ་ཡ་གི་ད་མཚན་པ་དང་པོ་དེ་ཞུས་ཟིན་པ་རེད་ད་དེ་མཚན་པ་སྙན་པ་དེ་བསྐོར་ཏེ་དེ་རྗེས་ར་གཅིག་བཟོ་དགོས་བསམ་སོང་དེ་ད་ལྟ་བར་དུ་དུས་ཚོད་མ་རག་ནས་བཟོ་ཐོག་མ་སོང་དེ་འདྲའི་མི་ཆ་ནས་ད་ཐེངས་བོད་མིའི་རང་སྲོག་བཅད་པའི་ལོ་རྒྱུས་རིང་མོ་གི་ད་མཚན་པ་སྙན་པ་དེ་བསྐོར་ནས་ཞུ་གི་ཡིན།

དེ་ནི་ཡ་རིགས་ཀྱི་མངའ་སྡེ་ཁེ་རོ་ལི་ན་ལྷོ་བྱང་དང། ཧྥི་ལོ་རི་ཏྲ་དེ་སོགས་ལ་ལྟ་དྲག་ཆར་རླུང་འཚུབ་དང་གཙོ་བོ། ལྟ་རླུང་འཚུབ་ཀྱི་གནོད་འཚེ་ཕོག་བཞིན་པའི་དུས་ཚོད་དེ་ལྟ་བུ་ནང་རྒྱ་ནད་ཀྱིས་མནར་བཞིན་པའི་དུས་ཚོད་རྫ་དྲག་གི་སྐབས་དང་ལྟ་ཧ་ལམ་འདྲ་སོང་འདྲ་བོ་བྱེད་ཀྱི་སོང། དེ་བྱས་དུས་ལྟ་སྐབས་དེ་དུས་ཀྱི་ལྟ་མཐོང་ཚུལ། ད་རང་འབྲས་བུའི་ཐོག་ལ་ད་ཅིག་སོ་སོའི་ཅིག་ཞུ་དགོས་བསམ་བསྡད་པ་དེ་དང་པོ་ཅིག་ཞུ་བ་ཡིན་ན། ཨ་རིའི་ནང་ལོགས་ལ་སྐབས་དེ་དུས་ད་རླུང་འཚུབ་ཀྱི་སྣང་ཚེ་ཕོག་དེ་བིས་ཀྱི་སྐབས་ལ། དེ་ནི་སྔ་ལྟས་ཀྱི་ད་གང་ལྟར་ཞི་དྲག་ཟོང་གི་སྒྲིག་ཆས་བྱུང་བིས་ཀྱི་ད་ཞི་དྲག་གི་དཔུང་སྡེ་ཚོགས་ཀྱི་ཐེམ་ཕུར་གནམ་གྲུ་རེད་མྱུར་སྐྱོབ་ཀྱི་གྲུ་གཟེངས་རེད་ད་ཐམས་ལམ་བླ་ཚོགས་པ་སྐྱིད་ནི་གང་ལྟར། དེ་ནི་གྲོང་མི་དང་ཐ་ན་དངོས་གནས་ཀྱི་ཁྱི་དང་ཞི་མི་ཡིན་ཆོག་ལ་ད་གོང་ལྟར་སེམས་ཐག་ཉེ་བོ་གི་ཐོག་ནས་མྱུར་སྐྱོབ་རོགས་སྐྱོར་བྱེད་དགོས་ཀྱི། གནས་སྟངས་དེ་སོགས་གསར་འབྱོར་བརྒྱུད་ལམ་ཁག་ལ་མཐོང་བའི་སྐབས་ལ་དངོས་གནས་ཀྱི་དཀའ་སྡུག་གི་དུས་ཚོད་ལ་གཞུང་གི་མི་མང་ལ་མ་མཐའ་ཡང་རེ་བ་གཅིག་དང་དྲོ་ཁོལ་གཅིག་ད་སྦྱིན་སོང་བསམ་པ་གིས་དངོས་གནས་ཀྱི་ཚོར་བ་དེ་ཤུགས་ཆེན་པོ་བྱུང་སོང། ཡིན་པ་ཡིན་ན་ལས་ད་ཐབས་སྐྱོ་ཅིག་ལ། ང་ཚོའི་ཕ་ཡུལ་ང་ཚོའི་རྒྱལ་ཁབ་བོད་ནང་ལ་ལ་ད་རྒྱ་ནག་གི་བཙན་འཛུལ་གོ་བོ་ལ་ད་ལོ་ནད་ཡམས་གི་སྐབས་ལ་ད་རྒྱ་ནག་གི་སྒྲིག་ཆས་བྱུང་པའི་གཞུང་གི་ཚན་པ་ཁག་གི་ལས་སྣེ་ཚོགས་གི་དེ་ནས་ཅིག་གྲོང་མི་དེ་ཚོ་བཙན་པོ་དབང་གཡོག་གི་ཐོག་ནས་ཟུར་བཀག་ཁང་ལ་བཙན་ཁྲིད་སྡེབ་ཉར་བྱེད་ཀྱི་ནས་དཀའ་སྡུག་གི་དུས་ཚོད་ལ་འཇིགས་སྐྲག་དང་མ་སྐྱིད་པ་འཕར་མ་ཅིག་སྤྲོ་གི་ཡོད་བ་དེ་ད།

གཞུང་གིས་མི་མང་ལ་ལྟ་སྟངས་ཀྱི་ཁྱད་པར་ཅིག་ཡིན་པ་མ་ཟད་ནི་ལྷག་པར་དུ་བཙན་འཛུལ་གྱི་འོག་གི་མི་སེར་སྤེལ་ཡུལ་གྱི་གནས་བབ་དང་རང་དབང་ལུང་པ་གྱི་མི་སེར་གྱི་གནས་བབ་བར་གྱི་ཁྱད་པར་དེ་གསལ་པོ་གྱིས་ནས་ད་ཧ་གོ་ཐུབ་ཡ་གཅིག་དང་སོ་སོ་ཡིན་པ་ཡིན་ན་དེ་འདྲ་གྱི་ཚོར་བ་ཅིག་སྐབས་དེ་དུས་བྱུང་སོང། དེ་འདྲ་ཡིན་དུས་ད་ང་ཚོ་བོད་པ་ཚོ་གཅིག་དངོས་གནས་ཀྱིས་ཧ་གོ་བ་ཡིན་ན་མགོ་ལ་ཀླད་པ་གཅིག་ཡོད་པ་ཡིན་ན་ད་དེ་འབྲེལ་གྱི་བོད་ནང་ལོགས་ལ་རྒྱ་ནག་གི་བོད་མིའི་ཐོག་ལ་ན་ཚ་གི་སྐབས་ལ་ཡང་གང་ལྟར་མནར་གཅོད་འཕར་མ་གཏོང་ཡག་དང་དབྱེ་འབྱེད་བྱེད་ཡག་གི་གནས་སྟངས་དེ་ཚོ་ད་དངོས་གནས་ཀྱི་མགོ་ལ་ཀླད་པ་གཅིག་ཡོད་བ་ཡིན་ན་ནི་བོད་དེ་རྒྱ་ནག་གི་ཆ་ཤས་མ་ཡིན་པ་བོད་དེ་ད་ལྟ་རྒྱ་ནག་གི་བཙན་འཛུལ་གྱི་འོག་ལ་ཡོད་བསྡད་པའི་གི་ད་བཙན་ནང་གི་བདེན་དཔང་རེད་དེ་ཚོ་དེ་ཚོ་ང་ཚོ་གི་དྲན་པ་མ་བརྗེད་པ་དགོས་བ་དེ་གལ་ཆེན་པོ་ཤོས་གཅིག་རེད་དྲན་གྱི་འདུག་དེ་ནས་ད་གནས་སྟངས་འདི་དང་འབྲེལ་བའི་ཐོག་ལ་ད་རང་གཞན་གྱི་ནག་ཚོགས་ཀྱི་སེམས་ནང་ལོགས་ལ་ཅིག་ད་ལོ་བློ་ཕམ་དང་ཚོར་བ་ཡོང་བསྡད་ཡ་དེ་ད་ང་ཚོས་ད་ལྟ་སྲིད་སྐྱོང་གི་ཞབས་ཕྱག་གང་ལ་ཡོད་ཉན་གི་ད་བོན་པ་ཚེ་རིང་གི་བུ་རྒྱ་མི་ཆ་ཤས། ཆགས་འདི་ཡོད་རེད་ད་ལྟའི་སྐབས་ལ། དེ་འབྲེལ་གྱི་གནད་དོན་དང་འབྲེལ་བའི་ཐོག་ལ་བོད་པ་ཁ་ཅིག་གིས་བོད་དེ་ད་ལྟ་རྒྱ་ནག་གི་ས་བཀྲ་ནང་ལ། ད་བཙན་པོ་བྱས་ནས་བཅུག་ཡོད་བ་དེ་འདྲ་གི་རྒྱུ་མཚན་དེ་ཚོ་ཡང་ཁེལ་ཡོང་ནས། འདི་བཙན་བྱོལ་བའི་མཆོག་རྒྱུག་དེ་ཚོ། ད་སོ་སོ་གི་སྒྲུབ་རྫས་ལ་བཀོལ་བྱས་ནས་བོད་དེ་ད་ལྟ་རྒྱ་ནག་གི་ཆ་ཤས་ཆགས་འདི་ཡོད་རེད་མདོག་མདོག་ཟེར་ཡ་ད་སྤྱི་ཚོགས་དྲ་ལམ་ཁག་ལ་སྤེལ་སོང་བ་སྐབས་དེ་དུས། ཏུ་དེ་སུའི་གྲས་དེ་དངོས་གནས་རྒྱ་ནག་གི་བོད་ཀྱི་ལོ་རྒྱུས་ལ་དེ་ནི་སྐྱག་རྫུན། ཧམ་བཤད། བྱས་ཏེ་ཡང་དེ་སོགས་བོད་མི་གིས་ཡང་ཡང་ཡང་བསྐྱར་དེ་སོགས་བསྐྱར་བསྡུས་བྱེད་བྱེད་ནས་རང་གི་ལོ་རྒྱུས་རང་གིས་ནག་སོབ་གཏོང་དེ་ཡང་དེ་སོགས་རང་གི་ངོ་གདོང་ལ་རང་གི་མཆི་ལུས་ལྟ་བ་དང། ལྟ་གཅིག་པ་གི་ངོ་ཚ་ཆགས་བསྡད་ཀྱི་ཡོད་རེད་བོད་པ་བཅས་ཀྱི་བོད་ལ་དེ་ལས་ཆེ་བའི་གི་ཞབས་འདྲེན་དང་ངོ་ཚ་དགོས་ཡ་གཅིག་བཟོ་ཡ་གང་ཡང་ཡོད་མ་རེད། གནས་དོན་འདི་སོགས་ང་ཚོ་གི་བོད་ནང་ལོགས་ལ་རྒྱ་ནག་གི་རྒྱ་ནད་ཀྱི་སྐབས་ལ་བོད་མི་དེ་ཚོ་ལ་ག་ས་སྡུག་སྦྱོང་མནར་གཅོད་བཏང་ཡོད་པ་བརྙན་དང་སྒྲ་སྒམ་ནི་ལྷག་པར་དུ་དུས་ཚོད་ཐུང་ཐུང་གི་ནང་ལོགས་ལ་བོད་མི་མང་པོ་ཅིག་གིས་གཅིག་རྗེས་གཅིག་ལ་རང་ཤི་བརྒྱབ་དགོས་ཀྱི་གནས་དོན་དེ་ཚོ་ནི་ང་ཚོ་རང་གཞན་གི་བོད་དང་རྒྱ་ནག་བར་གྱི་ཤ་འཁོན་དེ། དངོས་གནས་གྱིས་ཅིག་དྲན་པ་སུས་དགོས་ཡ་ཅིག། བོད་དེ་རྒྱ་ནག་གི་ཆ་ཤས་མ་ཡིན་པའི་གནས་སྟངས་དེ་ང་ཚོ་གི་དེ་བས་ཀྱང་སེམས་ནང་ལོག་ལ་དངོས་གནས་བརྟན་པོ་ངེས་དགོས་ཡ་གི་གནས་སྟངས་ཇི་འབི་ཆ་ནི། ངའི་སྐད་ཆ་དེ་ད་ད་ག་ས་ད་ད་འགྲུལ་བ་མེད་འཇོག་གི་བཟོ་འདྲ་བོ་ཅེས་དེའི་ཕ་རོལ་དེ་ཤོར་སོང། ད་དེ་རང་གཞན་གི་སེམས་ལ་དེ་འདྲ་གི་ཚོར་བ་ཅིག་ཡོང་གི་འདུག་ད་ལོ་དངོས་གནས་གྱི་ཞེ་ར་བློ་ཕམ་གྱི་གནས་ཚུལ་ང་ཚོ་གི་བོད་པ་ནོར་ལོག་ནི་ཨ་ནི་ཀྱི་བོད་པའི་ལོ་རྒྱུས་ལ་རྒྱ་ནག་གི་འཁྱོག་རྒྱུག་བྱེད་པ་ནང་བཞིན་འཁྱོག་ཤེས་ཧམ་བཤད་བྱེད་བསྡད་ཡ་དེ་སོགས་སེམས་དང་དངོས་གནས་ཀྱི་རུས་སྤུས་ཀྱི་གདེང་ལ་ན་ཟུག་གཏོང་ཡ་གི་གནས་སྟོང་བྱེད་ཡིན་དུས་ད་ལྟ་དེ་སོགས་ད་ཁ་ནས་ཤོར་སོང་ད་དེ་དུས་དེ་རིང་གི་གནས་སྟོང་གཙོ་བོ་དེ་ད་བཤད་པ་ཡིན་ན་ད་ངས་ད་གིས་ཞུ་བ་ནང་བཞིན། སྐབས་དེ་དུས་ཨ་རིའི་གི་མངའ་སྡེ་ཁག་ལ་རླུང་འཚུབ་ཀྱི་གོ་ཆ་བྱུང་ཡིག་གི་སྐབས་ལ་ཨ་རིའི་གི་གཞུང་གཉེར་དང་སྒེར་གཉེར་གི་གསར་ཁང་ཁག་གིས་ད་ཅིག་ཁེ་རོ་ལི་ན་ལྷོ་བྱང་རེད Florida རེད་དེ་ཚོ་ལ་ས་གནས་ལ་བྱུང་ཡིག་གི་ད་གནས་ཚུལ་འབྱུང་བ་གི་སྣང་ཚད་གི་འོག་ནས་ཨ་རི་བ་མི་ག་ཟིག་གི་ཚེ་སྲོག་ཤོར་ཡོད་བ་ཨ་ནི་ག་ཟིག་གི་ཁང་པ་དང་ད་ཅིག་ཚོང་ཁང། ཟ་ཧོང། གཏོར་བརླག་རྩ་མེད་ཕྱིན་ཡོད་པ་ལ་སོགས་པའི་ད་ཡོར་དངུལ་གྱི་གནས་ཚུལ་ངོ་མ། བརྙན་དང་པར་གྱི་ཐོག་ནས་ད་གསར་འགྱུར་བརྒྱུད་ལམ་ཁག་ལ་ཞིབ་ཕྲ། བསྟན་ཡོད་རེད་སྐབས་དེ་དུས་ལྷག་པར་དུ་དབུས་དང་ས་གནས་གཞུང་གིས་རོགས་སྐྱོར་ག་རེ་ག་རེ་བྱས་ཡོད་པ། ཐུགས་ཤུལ་ག་རེ་ག་རེ་ཤོར་ཡོད་པ། གནད་དོན་དེ་སོགས་ཀྱི་ཐོག་ལ་ཡག་སྡུག་གཉིས་ཀ་གྱི་ཐོག་ནས་འདྲི་རྩད་དཔྱད་གླེང། ས་གནས་ཡུལ་མི་ལ་བཅར་འདྲི་གི་གནས་ཚུལ་ཕྱི་གསལ་ནང་གསལ་གྱི་ཐོག་ནས་ད་ནམ་ཉིན་ཚེགས་མེད་པ་ལ་སྐབས་དེ་དུས་བསྟན་སོང། ཡིན་ན་ལས་བུའི་ནང་ལོགས་ལ་དེ་འདྲ་གི་ནད་ཡམས་རྫ་རག་གི་སྐབས་ལ་ལྷ་ས་ཁོལ་ལ་བོད་མི་ག་ཟུག་གི་ནད་ཡམས་ལ་བརྟེན་ནས་སྲོག་ཤོར་བ། ནད་ཡམས་དང་རྒྱུད་འགྲེལ་གི་ཐོག་ནས་ཁ་ལག་མ་རག་བ་རང་སྲོག་བཅད་ནས་ད་སྲོག་ཤོར་བ། ནི་ལྷག་པར་དུ་ད་ཅིག་འདས་པའི་དགེ་བསྙེན་སྔོན་མ་དེ་ནས་ཞུ་བ་ནང་བཞིན་ཉི་མ་གསུམ་གྱི་ནང་ལོགས་ལ་བུ་མོ་སྔགས་ཀྱི་བཏུལ་མ་རང་སྲོག་བཅད་དགོས་ཡག་གི་གནས་ཚུལ་ཡ་ང་བ་བྱུང་བའི་གནས་ཚུལ་དེ་སོགས་དང། ལྷག་པར་དུ་ཟུར་བཀག་ཁང་གི་ནང་ལོགས་ལ་གཅིག་ཁ་ལག་དང། མཐུ་ཆེན་ཧ་ཅང་གི་ཞིམ་པོ་ཡོད་པའི་རྒྱུ་མཚན་གྱི་དཀྲིས་ཏོག་དང་ཆགས་ཏོག་གི་ད་གནས་ཚུལ་དཀའ་སྡུག་བྱུང་བ་དེ་སོགས་རྒྱ་ནག་གིས་ད། གཉེར་བདེ་མཆོག་གིས་གཞུང་དང་གཞུང་འབྲེལ་མ་ཡིན་པའི་མིང་ག་རེའི་ཐོག་ནས་གཉེར་གྱི་ཡོད་བ་ནི་གོང་ལྟར་རྒྱ་ནག་གི་དབུས་དང་ས་གནས་ཀྱི་གསར་ལམ་ཁག་ལ་དེ་འབྲེལ་གྱི་བོད་མིའི་དཀའ་སྡུག་གི་གནས་སྟངས་དེ་ཚོ་རྩ་བ་ཉིད་ནས་ད་བསྟན་ཡོད་རེད་དང་ཡོད་མ་རེད། དེ་ལྟར་ན་སྲོག་གི་ཧ་གོ་བ་རེད་རྩ་བ་ཉིད་ནས་རྐང་གཅིག་བསྟན་ཡོད་མ་རེད་བོད་མི་རང་སྲོག་བཅད་བིས་ཀྱི་གནས་ཚུལ། བཀྲིས་ལྡོག་གི་མནར་བའི་གནས་ཚུལ་ད་དེ་འདྲ་གི་ཅིག་བཙན་ཁྲིད་ཟུར་བཀག་བཙན་ཉར་བྱས་བའི་གནས་སྟངས་དེ་ཚོ་རྒྱ་ནག་གི་དབུས་དང་ས་གནས་ཀྱི་གསར་འབྱོར་བརྒྱུད་ལམ་ཁག་ལ་རྐང་གཅིག་བསྟན་ཡོད་མ་རེད། དེ་འདྲ་ཡིན་པའི་རྒྱུ་མཚན་གྱིས་བོད་ནང་ལོགས་ལ། དེ་ནས། མི་སྒེར་གྱི། ལྟ། སྤྱི་ཚོགས་དྲ་ལམ་ལ་མ་མཐོང་བྱས་ནས་སོ་སོ་གི་སྲོག་བློས་གཏོང་གི་ཐོག་ནས་སྤྱི་ཚོགས་དྲ་ལམ་ལ་མཐོང་བྱས་ནས། དེ་ནས་ཅིག། ལྟ་དཀའ་སྡུག་གི་གནས་སྟངས་དེ་ཚོ། དཔེར་ཡོད་རེད། སྤྱི་ཟླ་དགུ་བྷིག་གི་ཕར་རྗེས་ཚེས་པ་ཉི་ཤུ་བཞི་ལྔ་ལ། བཞི་ལྔ་གི་དབྱིན་ཡོངས་ལ་ལྟ་གང་ལྟར། མི་སྒེར་པ་བཅས་ཀྱི་སྤྱི་ཚོགས་དྲ་ལམ་གྱི་ནང་ལོགས་ལ་ག་རེ་བཀོད་ཡོད་རེད་ཟེར་ན་ད་དེ་རིང་ལྷ་ས་ལ་ཆར་བ་བབས་སོང། འདས་གྲོངས་ལ་སོན་ཡུལ་གྱི་མི་དེ་ལ་མྱ་ངན་སེམས་སྡུག་བྱེད་བཞིན་པའི་སྐབས་རེད། མི་ཤི་ཤི་སོང་བ་ཡིན་ན་ལྷ་ཡུལ་ལ་ཏན་ཏན་འགྲོ་ཐུབ་ཀྱི་རེད་མི་ཡུལ་དུ་དཀྱིལ་ཁམས་ཀྱི་རེད་བྲིས་ཡོད་རེད། ད་དེ་ནས་ག་རེ་བསྟན་གྱི་ཡོད་རེད་ཟེར་ན། གོང་ལྟར། ལྟ་སྐབས་དེ་དུས་བོད་ནང་ལོགས་ལ་རྒྱ་ནད་ཀྱི་དཀའ་ངལ་གྱི་ཐོག་ལ་རྒྱ་ནག་གཞུང་གིས་སུན་གཙེར། བཙན་ཉར། བཀག་སྡོམ་བྱེད་རིགས་ཀྱི་གནས་སྟངས་ཀྱི་འོག་ནས་ད་ཤི་བ་དང་སོང་པ་བྱས་ན་ཤི་བ་ག་ཡག་གི་ད་གནས་སྟངས་ཅིག་གི་འོག་ལ་བསྡད་ཡོད་པ་དེ་གསལ་པོ་བྱས་ནས་བསྟན་གྱི་ཡོད་རེད། ཤི་བ་ཡིན་ན་ཏན་ཏན་ལྷ་ཡུལ་ལ་འགྲོ་ཐུབ་ཡག་ཅིག་རེད། དེ་ནི་ད་མི་ཡུལ་གྱི་བརྙན་གྲམ་འདི་ལས་དཔལ་དེ་འགའ་རེད། ད་དེ་འདྲའི་གི་འདྲི་ཞིག་བརྒྱབ་དགོས་ཀྱི་གནད་དོན་བྱུང་ཡོད་རེད། དེ་འདྲའི་སྤྱི་འཐུས་ལྷ་ས་གི་རྒྱ་ནད་ཀྱི་གནས་སྟངས་དེ་ག་རེ་ལབ་དགོས་རེད། ད་རྒྱ་ནད་ཀྱི་གནས་སྟངས་ཀྱི་འོག་ལ་བོད་ནང་ལ་ག་ས་གི་དམ་དྲག་དཀའ་སྡུག་འཕར་མ་དཀྲིས་ཡོད་པ་དེ་དེ་ག་ནང་བཞིན་སྤྱི་ཚོགས་དྲ་ལམ་གྱི་ནང་ལོགས་ལ་ག་རེ་བཀུག་ཡོད་རེད་ཟེར་ན། ལྷ་ས་ལ་ག་རེ་བྱུང་གི་ཡོད་གི་གནས་སྟོང་དེ་ང་ཚོ་ལྷ་ས་བ་ལྷ་ས་ལ་འདི་ཉིན་གཅིག་པུ་ཞིག་གི་རེད་མ་གཏོགས་ད་གཞན་པ་ཅིག་གོ་ས་ཐོས་ས་ཡོད་མ་རེད། འདི་འགོ་ཁྲིད་དེ་ཚོ་གི་མི་མང་ལ་མགོ་སྐོར་མ་གཏོང་བར་གྱིས། ད་མི་མང་གི་དཀའ་ངལ་མྱོང་བ་དེ་མང་དྲགས་སོང། འདི་རྒྱ་ནག་གི་དྲ་བ་དང་ཀྲུང་གོ་གི་དྲ་བ་དང་ད་བརྒྱུད་ལམ་ཁག་གི་གནས་ཚུལ་འདི་ཚོ་མཐོང་གི་ཡོད་ཀྱི་མ་རེད། ད་ཁོ་རང་གི་གནས་ཚུལ་བཀོད་ཡག་དེ་གཅིག་མཐོང་རོགས་བྱས་ན་ཐུག་རོགས་བྱས་ནས་བསམ་ནས་བཀོད་ཀྱི་ཡོད་ཟེར་ཡག་གི་གནས་སྟངས་དེ་ནི། མི་མང་གིས་རྒྱ་ནག་གཞུང་གི་དཔོན་པོ་དང་གསར་འབྱོར་བརྒྱུད་ལམ་ཁག་ལ་རེ་བ་དེ་ཡིད་ཆེས་རྩ་བ་ཉིད་ནས་མེད་པ་དང། རྒྱ་ནག་གཞུང་གཉེར་གྱི་གསར་ཁང་ཁག་གིས་བོད་ནང་ལོགས་ཀྱི་དཀའ་སྡུག་ངོ་མ་དེ་རྩ་བ་ཉིད་ནས་བཀོད་ཀྱི་མེད་བ་ཁེལ། གནད་དོན་དེ་གསལ་པོ་བྱས་ནས་ད་དེ་ནས་གསལ་བོ་ཆགས་ཀྱི་ཡོད་རེད། དེ་ག་ནང་བཞིན་སྐབས་དེ་དུས་སྒྲ་སྒམ་བཅས་ཀྱི་གདོང་ལོགས་ལ་ག་རེ་བཤད་ཀྱི་ཡོད་རེད་ཟེར་ན་ད་ཕྱི་རོལ་ཚོ་དེ་ལས་ང་ཚོ་ཕ་བསད་བཞག་རོགས་གྱིས། ཡང་མིན་ན་ང་ཚོ་བཟའ་ཚང་མཉམ་དུ་མཉམ་འཛོམས་བྱས་ནས་མཉམ་དུ་བསྡད་བཅུག་རོགས་གྱིས། ང་ཚོ་ཤི་བ་ཡིན་ན་མཉམ་དུ་འཆི་གི་ཡིན། ད་ལྟའི་ཆ་ལ་ད་ང་ཚོ་ཤི་ཡག་གི་བསམ་བློ་མ་གཏོགས་མེད། ད་དེ་འབྲེལ་གྱི་སྒྲ་སྒམ་སྐབས་དེ་དུས་སྤྱི་ཚོགས་དྲ་ལམ་ཁག་ལ་སླེབས་ཡོད་རེད། དེ་འབྲེལ་གྱི་སྒྲ་སྒམ་དེ་ཚོ་ང་ཚོ་གི་ཉིན་པའི་སྐབས་ལ་དངོས་གནས་ཀྱི་བོད་ནང་ལོགས་ལ་རྒྱ་ནག་གི་བཙན་བཀག་གི་འོག་ལ་བོད་མི་ཚོ་གི་གཉེར་བ་མངོན་སུམ་གྱིས་ད་དཀའ་སྡུག་མྱོང་བཞིན་པ་དེ་ང་ཚོ་གི་ཚོར་ཐོབ་ཡག་གི་གནས་སྟངས་ཤིག་རེད། དེ་འབྲེལ་གྱི་དཀའ་སྡུག་གི་གནས་སྟངས་དེ་ད་ལྟ་དུས་རབས་ཉི་ཤུ་རྩ་གཅིག་པའི་ནང་ལོགས་ལ་ང་ཚོའི་རྒྱལ་ཁབ་དང་ང་ཚོའི་ལུང་པ་ང་ཚོའི་སྤུན་ཟླ་ལ་བྱུང་ཡོད་ཀྱི་གནས་སྟངས་ཤིག་ཡིན་པ་དང་བོ་ནང་ལོགས་ལ་དེའི་གནས་སྟངས་དེ་ཚོ་ཅིག་ལོ་རྒྱུས་ནང་ལ་འཇོག་ཡག་དང་དྲིལ་བསྒྲགས་བྱེད་ཡག་གི་རང་དབང་མེད་པའི་ཆ་ནས་ངས་དེ་རིང་བརྙན་དེ་དུས་ཐོག་ལ་བཟོ་མ་ཐུབ་ཡིན་ནའི། འདིའི་བརྙན་དེ་བཟོ་ནས་སྤེལ་ཡ་དང་འཇོག་ཡ་དེ། ལོ་རྒྱུས་ངོ་མ་དང་བཀའ་སྡོམ་ངོ་མ་དེ། ལོ་རྒྱུས་ནང་ལོགས་ནས་ཡལ་མ་འགྲོ་བར་མུ་མཐུད་བསྡད་ཡ་བཅས་ཀྱི་ཆེད་དུ་ངས་བརྙན་དེ་བཟོ་གི་ཡོད། དེ་ནི་ད་དུང་ཧ་ཅང་གི་ཁ་གསལ་པོ་བྱས་ལ། ལྷ་སྲིན་གྱི་མཐོ་རིམ་སློབ་མ་གཅིག་གིས་ཁོ་རང་གི་སྤོ་འཕྲེང་གི་ནང་ལོགས་ལ་ག་རེ་བརྐོས་ཡོད་རེད་ཟེར་ན། ང་ཚོས་སྐད་ཆ་བཤད་པ་དང་གནས་ཚུལ་སྤེལ་བ་ཚང་མ་ད་གདང་ལ་རི་རྒྱུད་ཕར་བརྒལ་ནས་འགྲོ་ཐུབ་ཀྱི་མི་འདུག་ཟེར། སྤོ་འཕྲེང་ལ་སོགས་པ་སྤྱི་ཚོགས་དྲ་ལམ་ཁག་ལ་གནས་ཚུལ་སྤེལ་བ་ཚང་མ

གང་མགྱོགས་མགྱོགས་ཅིག་ལ་ན་ཚ་གི་དཀའ་ངལ་དེ་ལས་ཅིག་ཕར་བྲུལ་ཐུབ་ཡག་གི་རེ་བ་བྱེད་པ་ཡིན། ཡིན་ན་ལས་གོང་རིམ་གི་མགོ་ཁྲིད་ཚོ་གི་ལས་ཀ་བྱེད་སྟངས་དེ་གས་ང་ལ་བལ་ཏེ་འཇིགས་སྐྲག་སྐྱེས་བཅུག་སོང། ད་དུང་དེ་ལས་ལྷག་གི་གནས་ཚུལ་མཛའ་དྲག་པོ་མང་པོ་ཅིག་ངས་སྐད་ཆ་ཤི་ཐུབ་ཡག་མེད་བརྗོད། ཤི་ཐུབ་ཐབས་བྲལ་བ་གས་གནད་དོན་རེད་འདུག་ཐུགས་རྗེའི་གཟེགས། ད་ལྷ་སར་གྱི་རིམས་ནད་ཀྱི་ནད་རང་འདི་ལ། དོ་ཁོར་མ་ཟེར་བྱེད་རོགས་གྱིས་ཁོ་རང་གི་སྤོ་འདྲའི་ནང་ལོགས་ལ་ད་དེ་འདྲས་བྲིས་ཡོད་རེད། ད་དེ་སོགས་ཀྱི་ཚེག་དང་དོང་དག་དེ་ཚོ་ནས་ང་ཚོ་གནས་ཚུལ་མང་པོ་ཅིག་གསལ་པོ་བཟོ་གི་ཡོད་རེད། རྒྱ་ནག་གཞུང་གི་བོད་ནང་ལོགས་ལ་བོད་མི་རིགས་ཀྱི་ཐོག་ལ། ད་ག་ས་ཀྱི་དངོས་གནས་ཁོ་རང། འགྲོ་བ་མི་ཡི་རང་དབང་དང་ཐོབ་ཐང་ལ་བཙན་གནོན་བྱེད་ཀྱི་ཡོད་པ་དེ། བཀག་སྡོམ་བྱེད་ཀྱི་ཡོད་པ་དེ། ད་གནས་ཚུལ་དེ་ཚོ་ནི་གསལ་པོ་ཞིབ་ཀྱིས་མཐོང་ཡ་ཡོད་རེད། དེ་ག་ནང་བཞིན་སྤྱི་ཚོགས་དྲ་ལམ་བོའུ་ནང་ནས་པུའུ་ཡི་གི་མི་གཞན་པ་གཅིག་གིས་ག་རེ་བྲིས་ཡོད་རེད་ཟེར་ན། ངས་ང་རང་གི། མི་རིགས་གཅིག་པ་གི་སྤུན་ཟླ་ཚོ་གི་འདི་འདྲིལ་གི་སྡུག་བསྔལ་མྱོང་བཞིན་པ་དེ་མཐོང་ཡི་སྐབས་ལ་དངོས་གནས་ངའི་སེམས་ལ་བལ་ཏེ་ན་ཟུག་པའི་མི་སི་པི་ཆེན་པོ་སླེབས་གི་འདུག་བོད་གི་ནད་ཡམས་གི་གནས་ཚུལ་འདི་མི་མང་པོ་བཅས་ཀི་རྒྱབ་སྐྱོར་ལ་བལྟས་ཕྱིན་ནས་ཕར་དྭང་ལ་རི་བོ་ལས་བརྒལ་ཐུབ་པའི་གི་སྨོན་ལམ་རྒྱག་གི་ཡོད། ད་དེ་འདྲའི་གནས་ཚུལ་དཔེར་ཡོད་རེད་མི་སྒེར་པ་གིས་དེ་ནས་ག་རེ་ར་སྤྲོད་བྱེད་ཀྱི་ཡོད་ཟེར་ན་རྒྱ་ནག་གི་བོད་ནང་གི་གནས་སྟངས་ཀྱི་ཐོག་ལ་དྲང་པོ་གནས་ཚུལ་དཔེར་མཁན་མེད་པ་བཤད་མཁན་མེད་པ་བོད་ནང་གི་གནས་ཚུལ་དེ་ཕྱི་ལ་རྩ་བ་ཉིད་ནས་ཁྱབ་ཐུབ་ཀྱི་མེད་པ། དྭང་བླ་རུ་རྒྱལ་གྱི་ནས་ཚོར་ཡོང་ཐུབ་ཀྱི་མེད་པ།

རླུང་འཕྲིན་ཁག་དང་གསར་ཁང་ཁག་དེ་སོགས་ཀྱིས་དངོས་གནས་དགེ་སྒུག་ལ་མི་གོ་ལག་གི་གནས་ཚུལ་དེ་འདྲ་འགོ་སྤེལ་བྱེད་ཡག་དང་དེ་སོགས་ཀ་ལ་བགྲོ་གླེང་བྱེད་པ་མ་ཡིན་པ། བོད་ནང་ལོགས་ལ་རྒྱ་ནད་ཀྱི་དཀའ་ངལ་གྱི་གནས་སྟངས་གཅིག་པུ་མ་ཡིན་པ་བོད་ནང་གི་དཀའ་སྡུག་གི་གནས་སྟངས་དེ་སོགས་མང་ས་དངོས་གནས་ཁྱོད་རང་གླེང་སློང་དང་ཆ་དཔེར་རྒོལ་ཡག། དེ་ཡན་ཅིག་གཉིས་ལས་འཁེལ་བ་དང་ཁོང་ཆུད་བ། ཁོང་ཕུར་བ། གླེང་སློང་རྒོལ་ཡག་དེ་ད་གལ་ཆེན་པོ་ཞིག་ཅིག་རེད་དྲན་གྱི་འདུག་སྟབས། གནས་ཚུལ་དེ་ཚོ་ནི་ག་རེ་རང་འཕྲོག་གི་ཡོད་རེད་ཟེར་ན། སྔོན་མ་ང་ཚོ་ཉིས་སྟོང་བཅུ་གསུམ། བཅུ་གཉིས་དབྱིན་ཡོང་དེ་བ་ལ། བོད་ནང་གི་གནས་སྟངས་ལ་བཙན་བྱོལ་ནང་ལོགས་ནས་ལན་འགར་སྤེལ་བ་ཡིན་ན་བོད་ནང་ལ་དམ་དྲག་ཆེ་རུ་འགྲོ་གི་རེད། རྒྱ་ནག་ལ་ད་བཙན་བྱོལ་ནང་ནས་ངོ་རྒོལ་གྱི་ལན་འགར་སྤེལ་ན་འགྲིག་གི་མ་རེད་ལབ་བྱས་ནས་ད་སྐད་ཆ་བཤད་བསྡད་ཡ་དེ་སོ། རྒྱ་ནག་གི་དགོས་མཁོ་བསྒྲུབ་པ་ཁོ་ན་རེད་མ་གཏོགས་དེ་དངོས་གནས་ཚུལ་མ་ཡིན་པ། བཙན་བྱོལ་ནང་ནས་ལས་འགོར་སྤེལ་བ་ཡིན་ན་བོད་ནང་ལོགས་ལ། ཕྲན་བུ་གི་ཕན་ཐོག་ཡོང་གི་ཡོད་བ། དེ་ལྟ་གནས་ཚུལ་འདི་ཚོ་ནི། གསལ་པོ་ཆགས་ཀྱི་ཡོད་པའི་རྒྱུ་མཚན་གྱིས་དེ་ཡང་མང་ཚོགས་ཀྱི། དཀར་ནག་བསེ་གྲོར་དགོ་ཡག། མང་ཚོགས་ཀྱི་དྲན་པ་གིས་བརྗེད་མི་རུང་ཡང། ལོ་རྒྱུས་ཀྱིས་བརྗེད་མི་རུང་བ་ཞིག་ངས་དྲན་གསོ་བཏང་གི་ཡོད། ང་ཚོ་བཙན་བྱོལ་སྤྱི་ཚོགས་ཀྱི་ཉིས་སྟོང་བཅུ་གཉིས་བཅུ་གསུམ་གྱི་དབྱིན་ཡུལ་ལ་རྒྱ་ནག་ལ་ངོ་རྒོལ་བྱེད་ཡག་གི་ལས་འགོར་ཆེད་མངགས་ལ་བཀག་སྡོམ་བྱེད་ཆེད་ནས་ཁ་འདྲ་མི་འདྲ་བཏགས་པ་དེ་ཚོ་ད་རྒྱ་ནག་གི་དགོས་མཁོ་སྒྲུབ་པ་རང་ཡིན་པ་དེ་གསལ་པོ་ཆགས་ཀྱི་ཡོད་རེད། ད་ལྷ་ས་ལ་ནད་ཡམས་ཀྱི་སྐབས་ལ་ནད་ཡམས་ལ་ཁ་གཡར་ནས་བཙན་བཀག་གཏོང་བྱས་ནས་གང་ལྟར་ཉི་མ་ལྔ་བཅུ་དྲུག་བཅུ་བདུན་བཅུ་དུ་བ་ལ་ད་གང་ལྟར་མུ་མཐུད་བྱས་ནས་ད་བཀག་སྡོམ་བྱས་པའི་རྒྱུ་མཚན་གྱིས་ངས་ཉིན་སྔོན་མ་ནང་ཤི་བ་ནང་བཞིན་ཉི་མ་གསུམ་གྱི་ནང་ལོགས་ལ་བོད་མི་ལྔ་གི་རང་ཤི་རྒྱག་དགོས་པའི་གནས་སྟངས་བྱུང་ཡོད་རེད། ཡིན་པ་ཡིན་ན་ལས་བུའི་ནོར་ལོག་ལ་ཟུར་བཀག་གི་དཀའ་ངལ་ཟོར་ཙམ་དང་བོ་མི་རུང་ཞིག་རྒྱ་བའི་གནས་ཚུལ་ཟོར་ཙམ་ཡང་ད་ལྟ་བར་དུ་རྒྱ་ནག་གི་གསར་ལམ་ཁག་ལ་བསྟན་ཡོད་མ་རེད། དངོས་གནས་ཚུལ་ཇི་མ་ཇི་བཞིན་གྱི་རྩ་བ་ཉིད་ནས་བསྟན་ཡོད་མ་རེད། ད་ངས་ད་གིས་གོང་ལ་བཤད་བ་ནང་བཞིན་ཨ་རིག་གི་མངའ་སྡེ་ཁག་དེ་སོགས་ལ་འབྱུང་བའི་གོད་ཆག་བྱུང་དུས་མི་ཤི་གཅོང་ཆག་ག་རེ་བྱུང་བ་དེ་ཞིབ་ཕྲ་བསྟན་གྱི་ཡོད་རེད།

ང་ཚོ་བོད་མི་དམངས་ལ་འདྲ་མཉམ་ལ་ཡིད་ཆེས་དང་རང་དབང་ལ་ཡིད་ཆེས་དང་བདེ་སྐྱིད་ལ་ཡིད་ཆེས་དང་མདོར་ན་བོད་མི་རིགས་དང་བོད་མི་དམངས་ལ་འགན་ལེན་མེད་པ་དེ་གསལ་པོ་བྱས་ནས་བསྟན་གྱི་ཡོད་རེད། རྒྱ་ནག་ལ་བོད་ནང་ལོགས་ལ།

ཡང་མིན་ན་རྒྱ་མིའི་ལས་བྱེད་ཚོ་ལ་བོད་མི་རིགས་དང་བོད་མི་མང་ལ་སྤྱི་སེམས་མེད་པའི་རྒྱུ་མཚན་གྱི་ཟུར་བཀག་ཁོང་ནང་ཡོད་ཆོག་གི་བོད་མི་དེ་ཚོ་ལ་རྒྱ་ནག་གི་ཆེད་མངགས་དཀྲིས་ཐོག་གི་མནར་གཅོད་ཀྱི་ཡོད་བ་དེ་གསལ་པོ་བྱས་ནས་ང་ཚོས་ཧ་གོ་དགོས་ཀྱི་རེད། མདོར་བསྡུས་ན་ནི་ཨམ་ལ་ཁ་གཡར་ནས་བོད་མི་དེབ་ལ་ཟུར་བཀག་དང།

དེ་ནི་བོད་ནང་ལོགས་ནས་མི་སྒེར་གྱི་སྤྱི་ཚོགས་དྲ་ལམ་དུ་བ་ནི་རྩམ་པ་དང་འབྲས་བུའི་ཐོག་ལ་བརྙན་ཐུང་འདྲ་མི་འདྲ་བཟོ་བྱས་ནས་ནད་ཡམས་ཀྱི་སྐབས་ལ་དཀྲིས་ཐོག་སྡུག་གྱོང་མནར་གཅོད་ག་ས་གཏོང་ཡོད་བ་དེ་ཚོ་ཟ་དང་ཟོར་ནི་བསྟེན་ཡག་གི་གོ་ཡག་གི་ད་བརྙན་ཁ་ཚོ་དེ་རིང་ཡང་སྤྱི་ཚོགས་དྲ་ལམ་ཁག་ལ་སླེབས་སྡོད་ཀྱི་ཡོད་རེད་མདོར་བསྡུས་ན་ནད་ཡམས་ཀྱི་སྐབས་ལ། བོད་མི་མང་ལ་རྒྱ་ནག་གི་ཟུར་བཀག་དང་བཙན་བཀག་གདེང་འགོག་གི་འོག་ནས་ཆེད་མངགས་དགོངས་དག་དཀྲི་དོགས་ཀྱི་མནར་གཅོད་བ་དེ་བོད་མི་རིགས་ལ་རྒྱ་ནག་གི་མནར་གཅོད་གཏོང་བའི་གོ་རིམ་གཞན་དག་ཅིག་རེད་དེ་ང་ཚོས་ངེས་པར་ཤེས་དགོས་ཀྱི་རེད། དེ་ཡང་བོད་དང་རྒྱ་ནག་བར་ལ་ལོ་རྒྱུས་ཀྱི་ཤང་ཁོང་ཁྲི་མ་འབུམ་ཡོད་པའི་ནང་གི་ཆ་ཤས་ཅིག་རེད། དེ་འདྲ་ཡིན་པའི་རྒྱུ་མཚན་གྱིས་ང་ཚོ་བོད་མི་ཚོ་གིས་རང་དབང་ལ་ཡ་དེ་རང་བཙན་ལ་ཡ་དེ་ཐམས་ཅད་ལས་ཀྱི་རྩ་ཆེ་ཤོས་ཡིན་པ་དེ་ཤེས་དགོས་ཀྱི་རེད་བུ་ཕྱི་ནང་གཉིས་ཀ་གི་བོད་མི་ཁག་ཅིག་གིས་ད་དུང་དབྱེ་ཞིབ་བྱེད་ཉིན་དང་ཉམས་ཞིབ་བྱེད་ཉིན་ཡིན་ལབ་ཉིན་དང་གསར་ཁང་ཁག་གི་ལས་ཀ་བྱེད་ཡག་གི་མེན་ཁྱི་དེ་ཉིན་དེ་སོ་ཁག་ཅིག་གིས་ད་དུང་ཡང་ཅིག་རྒྱ་ནག་དེ་སྟོབས་ཆེན་པོ་ཡ་རབས་དང། དེ་ནི་ཅིག་རྒྱ་ནག་དེ་ལ་ཟ་དང་ཟོར་མང་པོ་བྱེད་ནི་འོས་ལྟོ། བྱས་འདི་ཡ་དེ་ཚོ་དངོས་གནས་ཀྱི་ངོ་ཚ་དགོས་ཀྱི་གནས་སྟངས་རེད། ལྷག་པར་དུ། མ་འོངས་པ་བུ་དེ་རྒྱ་ནག་གི་རྩ་ཁྲིམས་ཀྱི་འོག་ལ་རང་སྐྱོང་བྱས་ནས་བུ་རྒྱ་འོག་ལ་བསྡད་པ་ཡིན་ན་བོད་མི་ལ་དཔལ་འབྱོར་གྱི་ཐད་ནས་ཁེ་ཕན་ཡོང་གི་རེད་ཟེར་ཡག་གི་སྐད་ཆ་དེ་ཚོ་ག་ས་གི་ད་ང་ཚོ་དངོས་གནས་ཀྱི་ཐབས་སྐྱོ་བོ་ཡིན་བ་གནས་སྟངས་འདི་ཚོ་ནས་གསལ་པོ་ཆགས་ཐུབ་ཀྱི་རེད། རྒྱ་ནག་ལ་དཔལ་འབྱོར་ག་ཟེ་མི་འབུད་ག་ཟེ་འཛབ་པ་ལན་གི་དཔལ་འབྱོར་ཆེ་ཤོས་ལ་བྱ་བ་ཡིན་ན་ལས་བོད་མི་རིགས་ལ་རྒྱ་ནག་གི་དཔལ་འབྱོར་དེ་ནི་ཁེ་ཕན་རག་ཡག་གི་གནས་སྟངས་ཡོད་མ་རེད་དེ་མེད་བ་དེ་ནད་ཡམས་གི་སྐབས་ལ་བོད་མི་མང་ལ་ཁ་ལག་གྲོ་གོ་རྒྱག་བ་ཅིག་རྒྱ་ནག་གཞུང་གི་སྤྲད་གི་ཡོད་མ་རེད་ཁ་ལག་ཡག་སྡུག་གི་སྐད་ཆ་མ་རེད་གྲོ་གོ་རྒྱག་བ་ཅིག་དང་བདེ་ཐང་ལ་ཕན་པ་ཅིག་སྤྲད་གི་ཡོད་མ་རེད་དེ་རྒྱ་ནག་ལ་ཁ་ལག་སྤྲད་ཡ་མི་རྒྱ་ནག་གཞུང་དཔལ་འབྱོར་སྐྱོ་དྲག་ནི་མ་རེད། རྒྱ་ནག་ལ་དེ་འདྲ་གི་ཁ་ལག་ཅིག་སྤྲད་ཡག་གི་གནས་སྟངས་ཡོད་རེད་ན་ག་རེ་བྱས་ནས་སྤྲད་གི་ཡོད་མ་རེད་ཟེར་ན་དེ་རྒྱ་ནག་དེ་བོད་མི་རིགས་ལ་སྐྱི་སེམས་མེད་པ། ཤ་ཚ་མེད་པ་འགན་སེམས་མེད་པ། དེ་མེད་པ་མ་ཟད་བོད་མི་རིགས་རྩ་མེད་བཟོ་ཡག་གི་བསམ་བློ་དང་སྲིད་ཇུས་དེ་རྒྱ་ནག་ལ་སྔ་ཕྱི་བར་གསུམ་ལ་འགྱུར་བ་མེད་པའི་རྒྱུ་མཚན་གྱིས་རྒྱ་ནག་གི་དཔལ་འབྱོར་ལ་བརྟེན་བྱས་ནས་ང་ཚོ་ལ་ཁེ་ཕན་རག་ཡག་གི་རེ་བ་དེ་སྟོང་བསམ་རང་ཡིན་པ་དང་དེ་འབྲེལ་གྱི་བསམ་བློ་གཏོང་སྟངས་དེ་ག་ས་གི་ཐབས་སྐྱོ་བོ་ཡིན་པ་དེ་ད་ག་ཚོད་རྒྱ་ནད་ཀྱི་སྐབས་ལ་བོད་མི་མང་དང་བོད་མི་རིགས་ཟུར་བཀག་གི་གནད་དོན་གོང་ནས་སྤྱི་ལྡོག་གི་གནར་བ་དེ་ནི་གསལ་པོ་ཞོད་ཅིག་ང་ཚོ་གི་ར་འཕྲུག་དགོས་ཀྱི་རེད། ཨོ་དེ་ངས་གསལ་པོ་བྱས་ནས་ཞུ་གི་ཡོད་ད་བོད་མི་མོ་གཉིད་ལས་སད་ཡག་གི་དུས་ཚོད་སླེབས་འདི་བཞག་དུས་ནམ་ཡང་དགྲ་བོ་རྒྱ་ནག་ལ་ཡིད་ཆེས་ཡག་གི་གནས་སྟངས་དང་ཡིད་ཆེས་ཡག་གི་ས་ཆ་ཡོད་མ་རེད་ཡིད་ཆེས་ན་འགྲིག་གི་མ་རེད་ཡིད་ཆེས་ན་རུང་གི་མ་རེད། བོད་མིའི་རྒྱ་ནག་ལ་མཉམ་གནས་དང་རྒྱ་ནག་ལ་ཡིད་ཆེས་བྱ་དགོས་གི་རེད་ཟེར་གི་ཡོད་ན། མི་དེ་ཚོ་མ་འོངས་བོད་ཀྱི་མདུན་ལམ་ལ་ཉེན་ཁ་ཅིག་ཡིན་པ་དེ་ཧ་གོ་དགོས་གི་ཁས་ལེན་ཕོག་དགོས་གི་རེད། རྒྱ་ནག་གི་འོག་ལ་ང་ཚོ་ལ་མདུན་ལམ་ཡོད་མ་རེད། རྒྱ་ནག་དང་མཉམ་གནས་བྱེད་ཡག་གི་གནས་སྟངས་གང་ཡང་ཡོད་མ་རེད་དེ་འདས་པའི་ལོ་དྲུག་ཅུ་བདུན་ཅུ་གི་ར་སྤྲོད་བྱས་ཚར་བ་རེད། ཁ་སང་དེ་རིང་ཡང་ར་སྤྲོད་བྱེད་བསྡད་ཀྱི་ཡོད་རེད། དེ་འདྲ་ཡིན་པའི་རྒྱུ་མཚན་གྱིས་རྒྱ་ནག་ལ་མཉམ་གནས་བྱེད་རྒྱ་ནག་དང་བོ་མཉམ་གནས་བྱེད་དགོས་ཡ་དང་རྒྱ་ནག་ལ་ཡིད་ཆེས་བྱེད་དགོས་ཀྱི་རེད་ཟེར་གྱི་ཡོད་ན། གནས་སྟངས་དེ་ཚོ་བོད་ཀྱི་མདུན་ལམ་ལ་ཕུགས་རྒྱང་རིང་པོ་གི་ཉེན་ཁ་ཆེན་པོ་ཅིག་རེད། དེ་ཧ་གོ་དགོས་ཀྱི་རེད། དེ་བོད་ཀྱི་མདུན་ལམ་དང་འབྲེལ་བ་ཡོད་རྒྱུ་གི་དོན་དག་ཆེན་པོ་ཅིག་རེད། དེ་གང་ཟག་གི་རྩོད་པ་མ་རེད་དེ་རྩ་དོན་གྱི་རྩོད་པ་རེད། དེ་མི་རིགས་གཅིག་གི་མདུན་ལམ་གྱི་རྩོད་པ་རེད། ད་དེ་བོད་མི་མང་གི་བོད་ཕྱི་ནང་གཉིས་ཀ་གི་ཧ་གོ་དགོས་ཡག་གི་དུས་ཚོད་སླེབས་ཤག། རྒྱ་ནག་གི་བརྒྱུད་ལམ་ཁག་གིས་བོད་ནང་ལོགས་ཀྱི་ནད་ཡམས་དང་འབྲེལ་བའི་གི་དངོས་ཡོད་གནས་ཚུལ་འགོ་པར་མ་བྱས་པའི་རྒྱུ་མཚན་ལ་བརྟེན་བྱས་ནས་དྲ་ལམ་ལ་དམ་བསྒྲགས་དང། དྲ་ལམ་ལ་མ་མཐོང་བྱས་ནས་དངོས་ཡོད་གནས་ཚུལ་སྤེལ་བ་ཡིན་ན་མི་སྒེར་འཛིན་བཟུང་དང་སོགས་ཤོར་ཡག་གི་ཉེན་ཁ་ཡོད་མེད་ལ་མ་ལྟོས་པའི་མི་སྒེར་པ་ཧ་ཅང་མང་པོ་དྲ་ལམ་ལ་མ་མཐོང་བྱས་ནས་ཟུར་བཀག་གི་དཀའ་ངལ་དེ་ཚོ་ཞུ་འབོད་བྱས་ཡག་དང། དེ་འབྲེལ་གྱི་དཀའ་སྡུག་དེ་ཚོ་མི་སྒེར་གྱིས་མ་གླེང་ཀ་མེད་ཀྱི་གནད་དོན་ཆགས་ཡོད་པ་དེས། བོད་ནང་ལོགས་ལ་གསར་འགོད་རང་དབང་གི་གནད་དོན་རྩ་བ་ཉིད་ནས་མེད་བསྡད་པ། བོད་ནང་ལོགས་ཀྱི་དཀའ་ངལ་དང་གནད་དོན་དེ་ཚོ་ནང་བའི་རྒྱ་མི་གྱི་གྲོགས་པོ་གཅིག་འགོག་གི་མེད་པ་སྤེལ་གི་མེད་པའི་དཔང་རྟགས་ཆགས་བསྡད་ཀྱི་ཡོད་རེད། དེའི་དཔང་རྟགས་དེ་རང་དབང་རང་བཙན་ལ་ཡ་དེ་མེད་པ་ཡིན་ན་ཡོད་ཚད་མུན་ནག་ཡིན་པའི་གི་དཔེ་མཚོན་རེད་དེ། ན་དགོངས་རེད། དེ་འབྲེལ་གྱི་བཙན་འཛུལ་དང་མི་སེར་སྤེལ་ཡུལ་གྱི་སྒེར་སྤྱོད་ཀྱི་འོག་ནས་མི་སྒེར་བཅས་ཀྱི་དངོས་ཡོད་གནས་ཚུལ་སྤྱི་ཚོགས་ཀྱི་གནས་སྟངས་སྤེལ་བ་ཡིན་ན། དེ་ཚེ་སྲོག་ལ་ཐུག་པའི་ཉེན་ཁ་སྐྱེན་པའི་རྒྱུ་མཚན་གྱིས་རྒྱ་ནག་གི་བཙན་འཛུལ་བཙན་གནོན་འོག་ནས་བོད་ནང་གི་དངོས་ཡོད་གནས་ཚུལ་སྤེལ་བ་ཡིན་ན། གནས་ཚུལ་དང་གནས་ཚུལ་སྤེལ་མཁན་གཉིས་ཀ་ཡུན་རིང་པོ་ལ་གང་ལྟར། བདེ་འཇགས་མེད་པ། གནས་ཚུལ་ནག་གསོབ་གཏོང་ཡག་གནས་ཚུལ་སྤེལ་མཁན་འཛིན་བཟུང། མནར་སྐྱུག། གཅར་རྡུང། ད་ཐ་མ་སོགས་ཤོད་ཡག་གི་གནས་སྟངས་ཡོད་བསྡད་པ་དེ། ད་རང་དབང་མེད་པའི་གི་དཀའ་ངལ་གྱི་རེད་རང་བསྲེག་མེད་པའི་གི་དཀའ་ངལ་གྱི་རེད་དེ། དེ་འདྲའི་གི་གནས་སྟངས་ཀྱི་འོག་ནས། ལྟ་བུ་ནང་ལོགས་ཀྱི་བོགས་མི་ཐེག་སོགས་འོས་ཐོབ་ནས་ནད་ཡམས་དང་འབྲེལ་བའི་གནས་ཚུལ་དེ་ཚོ་དམ་དྲག་ཆེན་པོ་གཅིག་གི་འོག་ནས་སྤྱི་ཚོགས་དྲ་ལམ་ཁག་ལ་འཕྲལ་འབུད་ཀྱིས་སྤེལ་བ་དེ་ཚོ་ཡིན་པ་ཡིན་ན་རྒྱ་ནག་གིས་ནག་གསུབ་གཏོང་གི་ཡོད་རེད། དཔེ་ཆ་བཞག་པ་ཡིན་ན་བོད་མི་རང་ཤི་རྒྱ་བོད་ཀྱི་གནས་ཚུལ་དང་འབྲེལ་བྱས་ནས། རྡོ་གཅལ་གྱི་ཞལ་ལག་གི་ཐོག་ལ་ལྷུང་སྟེ་གཡོག་གི་ཕུང་པོ་གི་པར་ཅིག་དང་མཉམ་དུ་འུ་ཐུག་ཁ་གྲགས་མི་ཕུག་ཁ་གྲགས་མཁན་ཞིག་མི་འདུག་གར་དེ་ཁ་གྲགས་པ་ཡིན་ན་ལྷ་སའི་རི་བོ་ལས་འགབ་མི་ཐུབ་ཚེ་སྲོག་དེ་དག་ལྷ་ཡུལ་ནས་སྐྱིད་པོ་ཡིན་ཤག་རེད་གང་ཡིན་ཟེར་ན་ཁོང་ཚོ་དམྱལ་བའི་ཁམས་ཀྱི་སྡུག་བསྔལ་འདི་ལས་གྲོལ་སོང་བ་རེད་ཅེས་བྲིས་ཡོད། ད་དེ་འབྲེལ་གྱི་གནས་ཚུལ་དེ་བོད་ནང་ལོགས་ནས་དེ་འབྲེལ་གྱི་གནས་ཚུལ་དྲ་ལམ་ཁག་ལ་བྲིས་ཡོད་རེད། ཡིན་པ་ཡིན་ན་ལས་དྲྭ་ལམ་ཁག་ལ་བྲིས་ཚར་བའི་རྗེས་ལ་རྒྱུན་རིང་པོ་མ་ཕྱིན་བར་རྒྱ་ནག་གཞུང་གིས་གནས་ཚུལ་དེ་ཚོ་ནག་གསོབ་གཏོང་ཡོད་རེད། ད་གནས་སྟངས་དེ་ཚོ་ནི་ཕྱོགས་གཅིག་ནས་བོད་ནང་ལོགས་ལ་གནས་ཚུལ་འགོ་སྤེལ་བྱེད་ཡག་གི་རང་དབང་མེད། རྒྱ་ནག་གི་གནས་ཚུལ་ག་རེ་སྤེལ་གྱི་ཡོད་པ་དེ་ཧམ་པ་སྐྱག་རྫུན་དང་གང་ལྟར། མ་མིང་ཡིན་པ་གི་དཔང་རྟགས་ཅིག་རེད་ཕྱོགས་གཅིག་ནས། ཕྱོགས་གཅིག་ནས་གནས་ཚུལ་དེ་སོགས་ཀྱི་ད་ལྟ་གང་ལ་ཀོ་ཇོ་གི་གནས་ཚུལ་དེ་གི་ནང་དོན་དེ། སྟག་ཕོ་ནང་ལོག་ལ་དངོས་གནས་གི་དམྱལ་ཁམས་ནང་བཞིན་གི། དཀའ་སྡུག་གནས་སྟངས་ཅིག་ཡོད་བ་དེ། ད་ར་སྤྲོད་བྱེད་ཀྱི་ཡོད་རེད། བོད་པ། ཉི་མ་གསུམ་ནང་ལོག་ལ་བོད་པ་སྔགས་ཀྱི་ས་གནས་གཅིག་ནས་ད་རང་ཞིག་རྒྱབ་རི་ལགས་ཀྱི་གནས་ཚུལ་དེ། འཛམ་བུ་གླིང་གི་ནང་ལོགས་ལ་དངོས་གནས་ཀྱི་བརྒྱ་ཆ་བསྐུར་བ་ཡིན་ན། ད་དེ་འདྲས་ཀྱི་གནས་སྟངས་དེ་འཛམ་བུ་གླིང་ལ་ཧ་ཅང་གི་ལྟ། བྱུང་མི་སྲིད་ཡ་གི་གནས་སྟངས་ཀྱི་ལྟ་བོང་ནང་ལོགས་ལ་ཐབས་སྐྱོ་བོ་ཅིག་བྱུང་བ་རེད་བ། དེ་འདྲས་ཡིན་པའི་རྒྱུ་མཚན་གྱི་ལྟ་བོང་ནང་ལོགས་ལ་གང་ལྟར་རྒྱ་ནག་གི་དེ་ག་ས་གི་ལྟ། རྒྱུན་ལྡན་གྱི་རྩེད་ནོར་མནར་གཅོད་ཀྱི་འོག་ལ་ད་རྒྱ་ནད་ཀྱི་སྐབས་ལ་ལྷག་པར་དུ་དེ་འདྲ་གི་ད་གང་ལྟར་བཀག་སྡོམ་དམ་དྲག་ཐ་ན་བཀྲིས་ལྟོགས་ཀྱིས་ད་མནར་དགོས་ཀྱི་གནས་སྟངས་བར་དུ་བྱུང་ཡོད་རེད། ད་བོ་ནོར་ལོག་ལ་རྒྱ་ནད་ཀྱི་སྐབས་ལ་དམ་དྲག་བྱེད་སྟངས་དེ་དང་རྒྱ་ནག་ཁོ་རང་གི་ནོར་ལོག་ལ་རྒྱ་ནད་ཀྱི་སྐབས་ལ་དམ་དྲག་བྱེད་སྟངས་ཀྱི་པར་རོ་ལ་ཕྱོགས་མང་པོ་ནས་ད་དབྱེ་ཞིབ་བྱས་པ་ཡིན་ན་ཁྱད་པར་གནམ་ས་ལྟ་བུ་གི་ཁྱད་པར་ཡོད་རེད། དེ་ཚོ་ཚང་མ་མི་རིགས་དབྱེ་འབྱེད་ཀྱི་གནས་སྟངས་རེད་དེ་སྒེར་སྤྱོད་ཀྱི་རང་དབང་བཀག་སྡོམ་གྱི་གནས་ཚུལ་གཅིག་པུ་མ་རེད་མི་རིགས་དབྱེ་འབྱེད་ཀྱི་གནས་སྟངས་རེད་དེ། དེ་འདྲ་ཡིན་པའི་རྒྱུ་མཚན་གྱིས་འདས་པའི་གི་ལོ་རྒྱུས་ཀྱི་གདོང་ལོག་ལ། ཨ་རིག་གིས་མི་རིགས་དཀར་ནག་གི་གནས་སྟངས་དང་འབྲེལ་བའི་ཐོག་ནས་མི་རིགས་དབྱེ་འབྱེད་དང་ནི་གཅིག། མི་རིགས་ནག་པོ་གི་ཚེ་སྲོག་ལ་རྒྱབ་སྐྱོར་བྱེད་དགོས་པའི་ལམ་སྙིང་དེ་སོགས་ཀྱི་དངོས་གནས་ཀྱི་དོན་དམ་པའི་མི་རིགས་དབྱེ་འབྱེད་ལ་རྣམ་པ་ཚོགས་ཀྱི་དོ་ཁུར་གནང་གི་ཡོད་ན། ང་ཚོའི་ཕ་ཡུལ་ང་ཚོའི་རྒྱལ་ཁབ་ང་ཚོའི་སྤུན་ཟླ་གི་ཐོག་ལ་ད་རྒྱ་ནག་གིས་མི་ལོ་དྲུག་ཅུ་བདུན་ཅུ་ལ་མི་རིགས་དབྱེ་འབྱེད་བྱས་ནས་བསྡད་པ་རེད། ལྷག་པར་དུ་ད་ལྟའི་སྐབས་ལ་མི་རིགས་དབྱེ་འབྱེད་ཀྱི་ད། གནས་སྟངས་དེ་མཛའ་དྲག་ཤོས་བཅས་ཀྱི་སྐབས་ལ་སླེབས་ཡོད་རེད་རྣམ་པ་ཚོ་དངོས་གནས་ཀྱི་དགའ་དགོས་ཡ་གཅིག་སྤོབས་པ་སྐྱེ་ཡ་གཅིག་ལ་ཕྱི་རྒྱལ་གྱི་སྐད་ཤེས་ཀྱི་ཡོད་རེད་ང་ཚོ་ལས་བལ་དེ་རྣམ་པ་ཚོས་ནུས་པ་ཆེ་ཡ་ཡོད་རེད་དེ་འདྲ་ཡིན་དུས་བོད་ནང་ལོགས་ལ་དགྲ་བོ་རྒྱ་ནག་གི་མི་སེར་སྤེལ་བའི་བཙན་འཛུལ་གྱི་འོག་ལ་སོ་སོའི་ཤ་ཁྲག་གཅིག་པའི་སྤུན་ཟླ་ལ་མི་རེ་དབྱེ་འབྱེད་བྱེད་ཀྱི་ཡོད་པའི་གནས་སྟངས་དེ་ཚོ་ཕྱི་རྒྱལ་གྱི་སྐད་དང་ཡི་གེ་གི་ཐོག་ལ་མང་ས་རྣམ་པ་ཚོ་གིས་ཁྱབ་སྤེལ་གནང་རོགས་གྱིས་དེ་ངས་ཞུ་གི་ཡོད།

རྒྱ་ནི་ལས་ཁ་གཡར་ནས་རྒྱུན་རིང་པོ་ལ་བཙན་བཀའ་དམ་དྲག་བྱེད་རིགས་ཀྱི་གནས་སྟངས་དང་འབྲེལ་བྱས་ནས་ལྷ་ས་ལ་བསྡད་ཉེན་ཁའི་ད་རྒྱ་མི་ཁོ་རང་གི་ནང་ལོགས་ནས་སྤྱི་ཟླ་བཅུ་བའི་ཚེས་པ་ཉི་ཤུ་དྲུག་གི་ཉིན་མོ་དེ་ལ་བོད་ཀྱི་རྒྱལ་ས་ལྷ་ས་ལ་ད་རྒྱ་མི་མང་པོ་བཅས་ཀྱིས་བདེན་ལངས་བྱེད་བྱས་ནས་ནི། ག་རེ་ལབ་དགོས་རེད་ད་ཁོ་རང་ཚོ་ཁོ་རང་ཚོ་གི་ཕ་ཡུལ་ལ་ནི་མར་ལོག་བཅོག་དགོས་ཀྱི་ཡོད། ད་དེ་འདྲའི་གི་ད་ངོ་རྒོལ་དཔེ་མི་སྲིད་པའི་མི་ཚོགས་ཤོག་ཆེན་པོ་འཛོམས་བྱས་ནས་ངོ་རྒོལ་མཛའ་དྲག་པོ་བྱས་ཡོད་རེད། ཡིན་ན་ལས་ངོ་རྒོལ་བྱེད་པའི་སྐབས་ལ་ད་དངོས་གནས་ཀྱི་ཁྱད་པར་དཔེ་ཡོད་རེད། བོད་ནང་ལོགས་ལ་ང་ཚོ་གི་འདས་པའི་ལོ་བཅུ་ཕྲག་མང་པོ་ལ་མ་བལྟས་པ་ཡིན་ན་བོད་ཀྱི་རྒྱལ་ས་ལྷ་ས་གཙོས་པའི་བོད་ཀྱི་མདོ་སྟོད་མིང་གི་ས་གོར་ག་བ་ཡིན་ན་ལས་དེ་འབྲེལ་གྱི་མི་ཚོགས་ཕོངས་ཆེན་པོ་བཅས་ཀྱི་སྡེབ་ལངས་བྱེད་ཀྱི་ནི་རྒྱ་ནག་གཞུང་ལ་ངོ་རྒོལ་བྱེད་པ་ཡིན་ན། རྒྱ་ནག་གི་ལམ་སང་གཅར་རྡུང་བྱེད་ཀྱི་རེད་མེད་མི་མང་གི་སྤྱི་ལ་མེ་མདའ་བརྒྱབ་བྱས་ནས་གང་ལྟར་བལ་ཏེ་དམར་སུ་ལྟ་རུབ་རྡུང། ད་ཡ་ང་བ་བྱེད་བ་དེ་ང་ཚོ་གི་ཉིས་སྟོང་བརྒྱད་དགུ་ནི་མ་མུ་མཐུད་ཀྱི་ནི་བོ་ས་ཏོ་མི་བར་གསུམ་ལ་ད་གོང་ད་དེ་འདྲ་གི་རུབ་གསུབ་རུབ་རྡུང་བྱེད་སོང་ཨ་དེ་ཚོ་དཔེ་མཚོན་རེད། ད་ཁ་ཚང། སྤྱི་ཟླ་བཅུ་བའི་ཚེས་པ་ཉི་ཤུ་དྲུག་ལ་བོད་ཀྱི་རྒྱལ་ས་ལྷ་ས་ལ་དེ་འདྲ་གི་མི་ཚོགས་མང་པོ་ཅིག་སྡེབ་ལོང་བྱེད་བ་དེ་བོད་མི་མང་དང་བོད་མི་རིགས་ཀྱི་སྡེབ་ལོང་བྱེད་ཡོད་ན་དེའི་ཉིན་མོ་བརྒྱ་ཆ་བརྒྱ་ནི་རྒྱ་རྒྱ་ནག་གི་དམག་མི་གཏོང་བྱེད་ནི་སྡེབ་གསོད་བྱེད་ཡོད་རེད་མི་མང་གི་སྤྱི་ལ་མེ་མདའ་རྒྱག་ཡོད་རེད། ཡིན་ན་ལས་སྐབས་དེ་དུས་ཀྱི་ངོ་རྒོལ་བྱེད་ཉིན་སྡེབ་ལངས་བྱེད་ཉིན་མང་ཆེ་ཤོས་དེ་རྒྱ་མི་ཡིན་པ་དང་སྣེ་ཁྲིད་ཉིན་དེ་རྒྱ་རྒྱ་མི་རིགས་ཡིན་པའི་རྒྱུ་མཚན་གྱིས་རྒྱ་ནག་གི་སྡེབ་གསོ་བྱེད་ཡ་ཕར་བཞག་མེ་མདའ་རྩ་བ་ཉིད་ནས་བརྒྱབ་ཡོད་མ་རེད། ད་དེའི་ནང་ནས་འཛིན་བཟུང་བྱས་ཡོད་མ་རེད་ཟེར་ལབ་ཐུབ་ཀྱི་མ་རེད་སྐད་ཆ་དྲང་པོ་བཤད་པ་ཡིན་ན་ཡིན་ན་གོང་ད་རུབ་གསོ་བྱས་ཡོད་མ་རེད་རུབ་རྡུང་བྱས་ཡོད་མ་རེད་རུབ་གསོ་དང་རུབ་རྡུང་མ་བྱས་པ་མ་ཟད་ཁོ་རང་ཚོ་གི་དགོས་འདུན་ནང་བཞིན་གང་ལྟར་ཐོག་རྒྱབ་བྱས་ནས་རིམ་པས་གད་སྣི་སོ་སོའི་ཕ་ཡུལ་ལ་འབར་ལོག་ཡག་གི། གང་ལྟར་ལོག་བཅུག་གི་ཡིན་ལབ་བྱས་ནས་གང་ལྟར་ཁོ་རང་ཚོ་གི་ཐོག་ལེན་ཡག་དང། ཕ་ཡུལ་ལ་ཁོ་རང་ཚོ་གི་དགོས་འདུན་ནང་བཞིན་ལོག་བཅུག་ཡག་གི་དགོས་འདུན་ལ་ཡིན་ཆོག་བདག་པོ་རྒྱབ་ཡོད་རེད་བ། ཡིན་ན་ལས་བོད་མི་མང་དང་བོད་མི་རིགས་ཀྱི་ད་ལྟ་བར་དུ་རྒྱ་ནག་གཞུང་ལ་དགོས་འདུན་གཏོང་བྱས་ནས་ངོ་རྒོལ་བྱེད་པའི་སྐབས་ལ་དགོས་འདུན་ལ་བདག་པོ་རྒྱ་ཡ་ཕར་བཞག་བྱས་ནས་ཁོང་ཚོ་གི་ལམ་སང་ཁ་བྲལ་རིང་ལུགས་པ་དང་ལོག་སྤྱོད་ཤོག་ཁག་དང་ད་དེ་འབྲེལ་གྱི་ཉེས་མིང་འདྲ་མི་འདྲ་བཀར་བྱས་ནས་གོང་ལྟར་འཛིན་བཟུང་བསྐྱར་བརྡུང་དམར་གསོད་བྱེད་ཀྱི་ཡོད་རེད་བ། གནད་གནད་དོན་དེ་ཚོ་ནི་རྒྱ་ནག་གཞུང་གིས་བོད་མི་རིགས་ཀྱི་ཐོག་ལ་ག་ས་གི་མི་རིགས་དབྱེ་འབྱེད་བྱེད་ཀྱི་ཡོད་བ། དེ་གསལ་པོ་ཞོད་ཅིག་ར་འཕྲོ་གི་ཡོད་རེད། གུང་ཁྲན་ཏང་གི་རྒྱ་ནག་དེ་གུང་ཁྲན་ཏང་གི་སྲིད་གཞུང་ཡིན་པ་ཡིན་ན་ལས་རྒྱ་མི་རེ་གི་གང་ལ་ཐུག་ཡོང་དུས་ཙམ་པ་ལ་ཁོང་ཚོ་ལ་གུ་ཡངས་ཅིག་དང་ཁོང་ཚོ་ལ་བཟོ་སྲན་ཅིག་ཡོད་རེད། བོད་མི་རེ་གི་ཐོག་ལ་ཐུག་ཡོང་དུས་ཁོང་ཚོ་ལ་བཟོ་སྲན་རྩ་བ་ཉིན་ཡོད་མ་རེད་ཁོང་ཚོ་ལ་གུ་ཡངས་རྩ་བ་ཉིན་ཡོད་མ་རེད། དེས་མེ་དབྱིག་གི་གནས་སྟོང་སྟེ་ཁ་ཚོན་གྱི་གནས་སྟོང་དེ་ནི་སེར་པོ་ཞོལ་ཅིག་ར་འཕྲོག་གི་ཡོད་དུས་བརྩམས་པ་ལ། དེ་ང་ཚོ་བོད་པ་ཚོ་གི་བུ་ཕྱི་ནང་གཉིས་ཀ་གི་བོད་པ་ཚོ་གི་ཤི་དགོས་ཀྱི་རེད་སེམས་གང་དགར་གྱི་ཅི་ལ་མ་བགྱིས་པ་དགོས་ཀྱི་རེད། ལྷག་པར་དུ་བོད་ཀྱི་བདེ་སྐྱིད་དང་མདུན་ལམ་གི་ཆེད་དུ་མ་འོངས་བོད་རྒྱ་ནག་གི་མ་འོངས་བོད་དེ་རྒྱ་ནག་གི་རྩ་ཧྲེང་མོ་ལ་བསྡད་ཀྱི་ཡིན་ཟེར་བསྡད་ཉན་དེ་ཚོ་གས།